ནང་ཆོས་ངོ་སྤྲོད་དོན་དག་ཞུ་བའི་ལས་རིམ་གཏུག་བསྒྲིལ་བྱས། དེ་དུས་ད་ང་ཚོ་སྡེའི་ས་གནས་ཀྱི་དགོན་སྡེ་ཁག་གི་དོན་དག་ང་ཚོ་མཁན་པོ་ཁག་ཅིག་ནས་ནང་ཆོས་ངོ་སྤྲོད་གཏུག་བྱས་མ་ཞུས་ཡོད་རེད། འདི་ད་གཞིས་ཆགས་བདེ་གི་མི་མང་ཙམ་དུ་མ་ཟད་པའི་ང་ནི་མི་སྣ་མང་པོ་ཞིག་ལ་ཡང་ཕན་ཐོགས་ཆེན་པོ་བྱུང་བས།

བའི། ཧ་ལས་པའི་རྒྱལ་པོ་དང། འདི་འདྲའི་མེད་པར་བྱས་བྱས་གཙོ་བོ། ཉིན་རེའི་དང་མི་ཚེའི་འཚོ་བའི་ནང་ལ་ཡང། ཁ་ཐུག་ཁ་ཐུག་ལྟར་ཅིག་ཉམས་ལེན་བྱེད་ཐུབ་ཡ་དང་བྱེད་དགོས་ཡ་དང། གཙོ་བོ་དང་འདི་འདྲའི་ཅིག་དང་འབྲེལ་བའི་ཐོག་ནས། མ་ཞུ་ཡ་འགྲོ་ཅིག་འབད་བརྩོན་ཞུ་ཡ་འདུག་ཟིན། ད་དང་པོ་བརྗོད་གཞི་དང་པོ་དེ། ད་དེ་རྒྱུ་བརྗོད་བྱེད་ཚར་བའི་མིའི་ལུས་རྟེན་དེ་རྩ་ཆེན་ཡིན།

གཞི་དང། མི་མ་ཡིན་གྱི་དང་མི་མ་ཡིན་པའི་མི་སྒོམ་པ་བཞི་བཅས་བྱས་ནས་གསུང་དགོས་པ་རེད། དེ་མིན་མི་སྒོམ་པ་བཞི་གསུང་ཡོང་པའི་སྐབས་ལ་ཡང། ཡུལ་མཐའ་འཁོབ་ཏུ་སྐྱེ་བ། དེ་ནས་དབང་པོ་མ་ཚང་བ་བྱེད། ལྟ་བ་ལོག་པར་འཛིན་པ་བྱེད། དེ་ནས་དེ་སངས་རྒྱས་འབྱུང་བ་མེད་པའི་ཡུལ་ལ་སྐྱེ་བ་བྱེད་ཅེས་ནས་གསུམ་དེ་དེ་མིན་མི་སྒོམ་པ་བྱེད། དེ་མིན་མ་ཡིན་པའི་མི་སྒོམ་པ་བཞི་དེ།

ཞོལ་ཅིག་ཡོལ་བའི་སྐབས་ལ་ཡང་ཞི་རགས་ཁ་པར་དཔེར་ན་ང་རང་ཚོའི་ནང་ཅིག་པའི་བཀྲེས་སྐོམ་ཞོལ་ཅིག་པའི་ཉི་མ་མང་པོ་ནི་ཟ་ཡ་འཐུང་ཡ་མེད་པ་དེ་འདྲའི་གི་གནས་སྟངས་ཅིག་སྐབས་ལ་ཡང་ཆོས་ཡོང་ཡ་ཁག་པོ་རེད་བཞིན་རེད་ད་ནམ་རྒྱུན་ནས་ཆོས་ཀྱི་ཉམས་ལེན་ཡོད་ངེས་ཡིན་ན་ཁོ་རང་དམིགས་བསལ་འགྲོ་བཞིན་རོགས་ད་ང་ཚོ་མཐོང་ཆོས་ཡོད་དེ་ཡ་དེ་དུད་འགྲོ་རེད་དེ་དུད་འགྲོའི་སྟེང་ལ་ད་ཆོས་སྒྲུབ་ཡ་གནས་སྟངས་ག་འདྲའི་ཅིག་འདུག་ད་ང་རང་ཚོ་འགྲེལ་བཤད་ཞི་རགས་བྱེད་མ་དགོས་པ་བས་ཡོད། མཐོང་བདེན་དེ་རེད། དུད་འགྲོའི་སྟེང་ལ། མ་ནི་ཚིག་གཅིག་པ་འདོན་ཟེར་ན་འདོན་ཐུབ་ཡ་གནས་སྟངས་ཡོད་པ་མ་རེད། དུད་འགྲོའི་སྟེང་ལ། དེ་ནས། ལྷ་རྩེ་རིན་པོ་སྐྱེས་པ་ཟེར་ནས་ད་ལྷ་རྩེ་རིན་པོ་སྐྱེས་པ་དེ། གཙོ་བོ། ང་ཚོ་ད་ཁམས་གསུམ་བྱས་ནས་འདོད་པ། གཟུགས་གཟུགས་མེད་ཅེས་འདོད་པ་ལ་ཡང་ད། ལྷ་ཡོད་རེད་འདོད་ལ་རིགས་དྲུག། ཡིན་དེ་ནས་མི་དང། ལྷ་མ་ཡིན་དང་དམྱལ་བ་ཡི་དང་དུད་འགྲོ་འདི་སྐད་དུ་འདོད་ཁམས་ལས། དེ་ནས་གཟུགས་ཁམས་ལ་ཡང་ལྟ་གཟུགས་ཁམས་ནི་རིགས་བཅུ་བདུན་བྱེད་ཅེས་ནི་བསམ་གཏན་དང་པོ་གཉིས་པ་གསུམ་པ་བཞི་བ་བྱེད་ཅེས་འདུག་གསུང་དགོས་པ་རེད། ད་བསམ་གཏན་བཞི་པའི་གནས་ལ་ཡང། པའི་སོ་སྐྱེའི་གནས་གསུམ་དང་འཕགས་པའི་གནས་ལྔ་ཅེས་གནས་བརྒྱད་གསུང་དགོས་པ་དེའི་ནང་གི་ད་སོ་སྐྱེའི་གནས་གསུམ་གྱི་ནང་ནས། པའི་གནས་གསུམ་པ། བསམ་གཏན་བཞི་པའི་གནས་གསུམ་པ། དང་འབྲས་བུ་ཆེ་བ། འདི་ཡི་ཕྱོགས་གཅིག་ལ་ཡང་ཡོད་དེ་ངན་གྱི་དང་ལྷ་ཚེགས་རིང་པོ་སྐྱེ་བར་བྱེད་ཅེ་ནས། ལྷ་ཧ་ཅང་གི་དང་ཚེགས་རིང་པོ་ཡོད་དེ་ངན་ད་ཁོ་རང་གཙོ་བོར་འགྲོ་བ་སྟེ། གནས་དེ་ལ་ཡང་དང་པོ་སྐྱེས་པའི་སྐབས་ལ་ང་འདས་སྐྱེས་སོང་བསམ་པས། སེམས་ཅིག་ཡོད་པ་བྱེད། ཨ་ནི་རྗེས་མར་གནས་འདི་ནི་མ་འཆི་འཕོ་བའི་སྐབས་ལ་ད་ང་འདི་ནི་མ་འཆི་འཕོ་གི་འདུག་བསམ་པའི་སེམས་ཅིག་ཡོད་པ་བྱེད་འདི་བར་དེ་ལ་ད་སེམས་མེད་སོང་འགྲོ་ཅིག་ད་སེམས་ཕྲ་མོ་འགྲོ་ཅིག་མ་གཏོགས་སེམས་དྲག་པ་དེ་གས་མེད་དོན་གྱི་ད་ཅི་ལྟར་སེམས་མེད་གནས་སྐབས་སོང་འགྲོ་ཅིག་རེད་འདི་ཡིན་དུས་འདི་ཆོས་ཡོད་འབྲུ་ཡག་གི་སྟེང་དུ་ཡོང་དགོས་བ་མ་རེད། ད་འདི་གཞི་དེ། མི་མ་ཡིན་མི་མ་ཡིན་པའི་མི་སྒོམ་པ་ཞིག་དེ་རེད། ད་དེ་ནས་མིའི་མི་སྒོམ་པ་དེ་ལ་ཡང་ད་ཡུལ་མཐའ་འཁོབ་ཏུ་སྐྱེ་བ་ཟེར། ད་མཐའ་འཁོབ་དེ་ལ་ཡང་ཆོས་ཆོས་ཚིག་དང་ས་ཚིག་གཉིས་ཡོད་པའི་ནང་ནས་ད་ནམ་རྒྱུན་ང་ཚོ་ཆོས་ཚིག་དབང་དུ་བྱས་པ་ཡིན་ན། འཁོར་རྣམ་ཤེས་ཡོད་ས་དང་མེད་ས་བྱེད་ཅིང་ད་འཁོར་རྣམ་ཤེས་གསུངས་ཡོད་དུས་ཙང་ལ་ཡང། རབ་བྱུང་གི། རབ་ཏུ་བྱུང་བའི་ད། རྟེན་གྱི་མཆོག་དགེ་སློང་ཕ་མ་གཉིས་བྱེད། ཟླ་འདི་ནི་ཁྱིམ་པའི་ཕྱོགས་ཀྱི་དགེ་བསྙེན་ཕ་མ་གཉིས་སྐབས་རེ་ཉང་གཞུང་ཁ་ཤས་ནང་ཁོ་རྣམ་ཤེས་གསུངས་ཡོང་དུས། དགེ་སློང་ཕ་མ་གཉིས་དང་དགེ་བཟོད་ཕ་མ་གཉིས་བརྩི་ངེས་འདུག་ད་མང་ཆེ་བ་གཞུང་ནང་བརྩི་ཡོང་དུས་དགེ་སློང་ཕ་མ་གཉིས་དང། དགེ་བསྙེན་ཕ་མ་གཉིས་བྱས་ནས་ད་འདི་ཡོད་སའི་གི་ལུང་པ་འདི་ལ་ཡར་ཡུལ་དབུས་བྱས། དེ་བཞི་པོ་གང་རུང་མེད་ས་འདི་ལ་ཡུལ་མཐའ་འཁོབ་བྱས་བྱས་ནས་འདི་གསུངས་འདུག་ད་དཔེར་ན་བོད་འགྲོ་གཅིག་ཡིན་ན། ཨ་ནུ་ཡུལ་དབུས་རེད་ཡུལ་མཐའ་འཁོར་རེད། མ། བཅས་པ་བཅས་ཡོད་འདུག་ད་ནམ་རྒྱུན། ཨ། ཡུལ་དབུས་རེད་ཟེར་ཨ་ནུ་ཁོ་རྣམ་ཤེས་ཡོད་རེད་དགེ་སློང་མ་ཡོད་རེད་བས་སོ་ད་འདི་དོགས་དཔྱོད་བཤད་ཡིན་དུས་ད་དགེ་སློང་མ་མེད་ན་དགེ་སློང་མའི་ལས་ཆོག་དང་འབྲི་མཁན་ཡོད་པ་ཡིན་དུས་འདིས་འགྲོ་འགྲིག་འགྲོ་གི་རེད་ཟེར་ད་འདི་འདྲའི་སུན་སྣང་ཡོད་རེད་ད་གང་ལྟར་ཡིན་པའི་ཡུལ་དབུས་དང་མཐའ་འཁོབ་ཟེར་ཡ་དེ། ཆོས་ཚིག་དབང་དུ་བྱས་པ་ཡིན་ན་ད་ཁོ་ནམ་ཞིག་ཡོད་མེད་འདི་འདྲའི་ཀྱི་ཐོག་ནས་གསུང་དགོས་བ་རེད། འདི་ནས་ད་ཡུལ་དབུས་ལ་སྐྱེས་པ་ཡིན་ན་ཡང་དབང་པོ་མ་ཚང་བ་རེད་བ་དབང་པོ་མ་ཚང་བ་དབང་པོ་མ་ཚང་བ་བྱས་ཅན་ད་པའི་ངག་ལྐུགས་པ་ཡིན་དེ་ངས་ནི་པའི་ལྐུགས་པ་བྱས་དེ་ནས་ཡིད་ཀྱི་པའི་བསམ་བློ་ཡག་པོ་བཏང་ཡ་མེད་དེ་ངས་ཀྱི་ད་གླེན་པའི་རིགས་བྱས་ཨ་ནི་རྣ་བ་མ་གོ་ཨམ་ཅོག་མ་གོ་ངས

དབང་པོ་མ་ཚང་བ་ཅིག་ལ་ཡང་སྐྱེས་འདོད་ཡོད་པ་ཡིན་ན། མི་ལུས་ཐོབ། འོད་དབུས་སུ་སྐྱེས་ཡོད་ན། དབང་པོ་མ་ཚང་ཅིག་ལ་ཡང་སོ་སོ་སྐྱེས་འདོད་ཡོད་པ་ཡིན་ན་ད་འདོད་ཆགས་ལ་ཡང་ཡང་ན་འོན་པ། ཡང་ན་ཅིག་མིག་ལོང་བ། ཡང་ན་ནི་ཅིག་ངག་ལྐུགས་པ་འགྲོ། ད་འདི་འདྲས་ཀྱི་ཅིག།

ལོག་ལྟ་ཅན། པའི། ལྟ། ལས་རྒྱུ་འབྲས་ཡོད་མ་རེད། ཀུན་སྤྱོད་ཡོད་མ་རེད། སྐྱེ་བ་སྔ་ཕྱི་ཡོད་མ་རེད། ཅེས་བྱས་ནས་ལྟ་འདི་འདྲས་ཀྱི། པའི་ཅིག། ལོག་ལྟ་ཅན། ལྟ་འདི་འདྲས་ཀྱི་ལོག་ལྟ་ཅན་ཡིན་ན་ལྟ་ཁོ། ཁོ་ལ་ཡང་ཆོས་བཤད་ན་ཆོས་ཁས་ལེན་གི་མ་རེད། ཨ་ནི་ཆོས་སྒྲུབ་གི་མ་རེད། པའི་ཆོས་ཁས་མི་ལེན་མཁན་གྱི་འདི་འདྲའི་ཆགས་དེས་རོ། ལྟ་བ་ལོག་པར་འཛིན་པ་ཟེར་བ་འདི་རེད། དེ་ནས་ད་གཅིག་དེ་འདི་རེད་ད་སངས་རྒྱས་འབྱུང་བ་མེད་པ་ད་སངས་རྒྱས་མི་འབྱུང་ས་ཨ་ནི་སངས་རྒྱས་པའི་མི་འབྱུང་བ་བཅས་བྱས་ནས་ད་ང་ཚོ་ལམ་རིང་གཞུང་འདི་ཚོའི་ནང་ཡིན་ན་སངས་རྒྱས་འབྱུང་བ་མེད་པའི་ཨ་ནི་རྒྱལ་པོའི་བཀའ་མེད་པ་ཚེ་ད་སངས་རྒྱས་ཀྱི་གསུང་སངས་རྒྱས་བཀའ་འདི་འདྲའི་མེད་ས་ལ་སྐྱེས་པ་ཡིན་ན་ད་དཔེར་ན་ནང་ཆོས་འགྲོ་བྱེད་ཡིན་ན་ཁོས་སངས་རྒྱས་ཀྱི་བཀའ་མེད་ས་སངས་རྒྱས་ཀྱི་གསུང་འདི་འདྲའི་གི་ཅིག་སྟོན་ངེས་དགེ་བའི་བཤེས་གཉེན་མའི་ས་འདི་འདྲའི་ཅིག་སྐྱེས་ཡོད་པ་ཡིན་ན། པའི་ཆོས། རྗེས་དཀོར་ཤིག་མ་རོ། ཅི་ད་འདི་གས་དེ། ད་མི་དགོ་མ་རྒྱས་གསུང་བ་ནི་འདི་རེད། འདི་གནང་ནས་ད་ནང་ང་ཚོ་དཔེ་ཆ་ཁ་ཤས་ནང་ཀླ་ཀློར་སྐྱེས་པ་ཟེར་ཅིག་བརྩིགས་བར་ད་འདི། གཞུང་ཁ་ཤས་ནང། གསུངས་ཡོང་དུས། ཡུལ་མཐའ་འཁོབ་ཀྱི་ཀླ་ཀློར་སྐྱེས་པ་ཟེར་ཡུལ་མཐའ་འཁོབ་ཀྱི་ཀླ་ཀློ་སྐྱེས་པ་ཟེར་ཡུལ་མཐའ་འཁོབ་དང་ཀླ་ཀློ་གཉིས་དེ་མཉམ་འདོགས་ཡ་རྩི་ངན་འདི་འདྲའི་ཡོང་གི་འདུག་འདི་འདྲའི་ཡོང་གི་འདུག་ད་གཙོ་བོ་ང་ཚོ་ད་ལྟ་ཕུང་པོ་གསུམ་པོའི་མདོ་ཟེར་སྟོང་ཤར་ནང་ལ་འདི་གི་མི་ཁོམ་པ་བརྒྱད་འདི་གི་དེ་དོན་ཡོང་གི་འདུག་དེ་རེད། མི་ཁོམ་པ་བརྒྱད་འདི་གི། དེ་ནས་ད།

མི་སྒོམ་པ་བརྒྱད་དང་བྲལ་ནས་ནི། དེ་ཆོས་བྱེད་ཡག་གི་དུས་ཚོད་ཡོད་པ། ནི་ཆོས་བྱེད་ལོང་ཡོད་པ། ཆོས་བྱེད་ཡག་གི་རྟེན་འདི་འདྲ་ཅིག་བླངས་ཡོད་པ་ཡིན་དུས། ད་དད་པ་བརྒྱད་གསུངས་ཡ་འདི་འདི་རེད། དད་པ་བརྒྱད། ད་འདི་ནས་སྦྱོར་བ་བཅུ་གསུངས་ཡོང་དུས། རང་སྦྱོར་ལྔ་དང། གཞན་སྦྱོར་ལྔ་གསུངས་དགོས་བ་རེད། རང་སྦྱོར་ལྔ་གསུངས་ཡོང་དུས་ཙང་ལ་ཡ། ད། མི་ཡིན་པ་བྱེད། འདི་ནས་ཡུལ་དབུས་སུ་སྐྱེས་པ་བྱེད། དབང་པོ་ཚང་བར་བྱེད། འདི་ནི་ལས་དག་མ་ལོག་པ་ཟེར་ཡོད་རེད། ལས་དག་མ་ལོག། ལས་དོག་མ་ལོག་པ་སོང་ཡང་དེ་དག་མཚམས་མེད་ལྔ་པོ་གང་རུང་བྱེད་པ་མ་ཡིན་པ། ཕ་བསད་པ་མ་བསད་པ། ཨ་ནེའི་དགྲ་བཅོམ་པ་བསད་པ་བདེ་ཆེན་བྱེད་པའི་སྐུ་ལ་ངན་སེམས་ཁྲག་འབྱིན་པ། འདི་ནི་དགེ་འདུན་གྱི་དབྱེན་བྱེད་པ་ཟེར་ཡོད་རེད། སྡིག་པ། ཧ་ཅང་གི་ད་ཆེན་པོ་ཡིན་དེ་ངས་འདི་འདྲའི་སྔ། གསུང་གི་བ་འདི་ཚང་མའི་སྔ་ཟེར་བཞིན། འདི་འདྲའི་གང་རུང་བྱེད་པ་མ་ཡིན་པ། སུ་སུའི་ཕ། སུ་སུའི་མ། འདི་འདྲའི་སྲེད་པ་མ་ཡིན་པ། དེ་ལ་སོགས་པ་ད་ཚང་མའི་སྔ་བོ་གང་རུང་བྱེད་པ་མ་ཡིན་པ། འདི་ལ་ཡང་ད། ལས་ད་མ་ལོག་པ། འདི་ནི་གནས་ལ་དད་པ། ད་གནས་ལ་དད་པ་དེ། འདུལ་བའི་གཞུང། ཡང་ན། མདོ་སྡེའི་དེ་ནས་འདུལ་བའི་དེ་ནས་དངོས་པོའི་དེ་ནས། དེ་ནས་གསུམ་པོ་གང་རུང་ལ་དད་པ་ཡོད་པ། གང་ལྟར་ད་སངས་རྒྱས་གསུང་ལ་དད་པ་ཡོད་པ་ཟེར་ནས། འདི་གསུང་དགོས་བ་རེད། ད་དེ་རང་འབྱོར་ལྔ་དེ་རེད། དེ་ནས་གཞན་འབྱོར་ལྔ་གསུངས་ཡོད་དུས་ཙང་ཡང་ནི། སངས་རྒྱས་འབྱུང་བ་དང་དེའི་ཆོས་གསུངས་པ། སངས་རྒྱས་འཇིག་རྟེན་དུ་བྱོན། སངས་རྒྱས་ཀྱི་ཆོས་གསུངས་པ། ད་དེ་འདྲའི་སྐབས་ཡིན་པ། ད་ད་ལྟའི་སྐབས་ཡིན་ན། ང་རང་ཚོས་ད་སངས་རྒྱས་འཇིག་རྟེན། འཇིག་རྟེན་ཁམས་འདིའི་དབང་དུ་བྱས་ཅེས་ནི་ད། ལོ་ཉིས་སྟོང་ལྔ་བརྒྱའི་གོང་ལ་སངས་རྒྱས་དེ་བྱོན། ཨ་ནི། མྱ་ངན་ལས་འདས་པའི་ཚུལ་བསྟན་ཟིན་པ་རེད། དེ་ཡིན་ཙང་ད་ལྟའི་སྐབས་ལ་ཡང་ད་སངས་རྒྱས། འཇིག་རྟེན་ཁམས་འདི་ལ་ཡང་དངོས་སུ། པའི། མཛད་པ་བཅུ་གཉིས་བསྟན་ནས་ད་དུང་དངོས་སུ་དེའི། པའི་བཞུགས་མེད་པ། དང་ད་ལྟ་ཆོས་གསུངས་བཞིན་པ་འདི་འདྲའི་དངོས་སུ་འདི་མེད་པ་ཡིན་ན་ཡང། ཨ་ནི་སངས་རྒྱས་ཀྱི་སྐུ་ཚབ་འགྲོ་བ་དེ་དག་བླ་མ་ཡོད་རེད་ཨ་ནི་བླ་མའི་ཆོས་ཡོད་གསུང་གི་ཡོད་དུས་ཨ་ནི་འདིའི་དོད་དེ་ཐུག་གི་རེད་འདི་འགྲིག་བ་རེད་ཟེར་ནས་ད་ལམ་རིག་གཞུང་འདི་གས་ན་འདི་ནས་གསུང་ཡོད་རེད། འདི་ནས་ད་བསྟན་པ་ལ་ཡ། བསྟན་པ་གནས་པ་དང་ཨ་ནི་བསྟན་པ་ལ་རྗེས་སུ་ཞུགས་པ་འདི་གཉིས་འདི་རེད་བསྟན་པ་གནས་པ་དང་བསྟན་པ་ལ་བཞུགས་པ་བྱས་ཅི་ནས་བཏུགས་ས་རེད་ད་དེ་གའི་དེ་ད་ཅིག་གཞུང་ནང་ལོགས་ལ་འབྲེལ་བཤད་མང་པོ་ཡོད་རེད། འདི་ཡོད་རེད་གང་ལྟར་ད་སངས་རྒྱས་ཀྱི་བསྟན་པ་གནས་པ། ཡང་ན་རྟོགས་པའི་བསྟན་པ་གནས་པ་ཟེར་དུས་ད་འཕགས་པའི་ལམ་དངོས་སུ་ད་ཐོབ་ཡ་ད་འདི་ཅིག་འདི་འདྲའི་ཡོད་པ་འོ་འདི་གའི་ཆེད་ད་འདི་ཚོའི་སྐོར་དེ་འབྲེལ་བཤད་མང་པོ་ཅིག་ཡོད་རེད་ཞིབ་ཚགས་པོ་ཞུས་མ་དགོས་པ་ཅི། ཨ་ནི་བསྟན་པ་ལ་ཡ་གཅེས་སུ་ཞུ་ངེས་ལ་ཡ། བསྙེན་བཀུར་བྱེད་མཁན་གྱི་དུད་འགྲེལ་ཡོད་པ་ཡིན་དུས། གཞན་གྱི་ཕྱིར་སྙིང་བརྩེ་བ་ཟེར་བྱས་ནས་ལྟ་དེ་གི་དེ་ཞེས་འབྱོར་ལྔ་དེ་རེད། འདི་ཡིན་དུས་ཙང་ད་ང་རང་ཚོའི་གལ་ཆེ་ཤོས་དེ། ད་སོ་སོའི་གི་ལུས་རྟེན་དེ་ག་འདྲི་ཅིག་ཡིན་མིན་ད་སོ་སོའི་གི་ངོས་འཛིན་ཐུབ་པ་བྱས་དེ་གལ་ཆེན་པོ་རེད། ད་ལྟ་དད་གུས་རྗོ་རྒྱུ་ཚང་བའི་ལུས་རྟེན་ཟེར་དེ་ཅི་ད་མིའི་གི་ལུས་རྟེན་ཐོབ་པ་ཙམ་གྱིས་དད་གུས་རྗོད་བྱེད་ཚང་བའི་ལུས་རྟེན་དེ་ཐོབ་པར་ཆགས་དགོས་བ་མ་རེད། དཔེར་ན་བདག་གིས། མི་དགོན་པ་བརྒྱའི་ནང་ཡུལ་མཐའ་འཁོབ་སྐྱེལ་བ་ཟེར་གྱི་འདུག་ཡུལ་མཐའ་འཁོབ་སྐྱེལ་བ་ཟེར་འདུག་ཅེས། བདག་ནང་བཞིན་གྱི། ལོག་ལྟ་ཅན་ཟེར་འདུག་འདུག་ལོག་ལྟ་ཅན་ཟེར་འདུག། བདག་ནང་གི་དབང་པོ་མ་ཚང་བ་ཟེར་འདུག་ཅེས་ན་འདི་འདྲའི་སྒྲོག་ཅིག་ཡིན་ན། འདི་འདྲའི་གི་ལོག་ལྟ་ཅན། ཡང་ན་མི་ལུས་ཐོབ་ནའང་དབང་པོ་མ་ཚང་བ། ཡང་ན་མི་ལུས་ཐོབ་ཡོད་ན་ཡུལ་མཐའ་འཁོབ་ཏུ་སྐྱེས་དེ་ངེས་ད་དེ་འདྲའི་གྲོགས་ཅིག་ཡིན་པ་ཡིན་ན་མི་ལུས་ཐོབ་དེ་ཡོད་རེད་དེ་དེ་གྱོད་གྱོད་ཅིག་ཚང་ཡོད་མིའི་ལུས་སྟེང་དུ་ཆགས་ཡོད་མ་རེད་མིའི་ལུས་སྟེང་ཆགས་ཡོད་མ་རེད་བྱས་ཙང་ད་ང་རང་ཚོའི་ལུས་སྟེང་དེ་ཅིག་སོ་སོའི་གི་ད་ལྟ་ཐོབ་འདོད་པའི་ལུས་སྟེང་དེ་དེ་གྱོད་གྱོད་ཅིག་ཚང་ཡོད་ལུས་སྟེང་ཅིག་རེད་དུས་རེད་མི་འདུས་ད་གལ་སྲིད་དེ་དེ་དེ་གྱོད་གྱོད་ཅིག་ཚང་ཡོད་ལུས་སྟེང་དེ་ཡིན་པ་ཡིན་ན་དེ་ཡི་སོ་སོའི་ལུས་སྟེང་དེ་དེ་འདྲའི་ལུས་སྟེང་རྩ་ཆེན་པོ་ཅིག།

མ་མཐའ་མ་མཐའ་ཡིན་པའི། པའི། མི་དགེ་བཅུ་ཕུང་ཚུལ་ཁྲིམས་སྲུང་དགོས་བར། མི་དགེ་བཅུ་ཕུང་ཚུལ་ཁྲིམས་སྲུང་དགོས་བར། མི་དགེ་བཅུ་ཕུང་ཚུལ་ཁྲིམས་སྲུང་དགོས་བར། དུས་ཀྱི་དུས་རྟག་ང་རང་ཚོའི། མི་ཚེའི་ནང་ལ་སོ་སོའི་ཉིན་ཞག་ཕྲུག་གཅིག་ནང་ལ། ཨ་ནི་ཅིག། མི་དགེ་བཅུ་ཕུང་ཚུལ་ཁྲིམས་འདྲ་བོ་འདི་ག་ཚོད་སྲུང་ཐུབ་ཀྱི་འདུག། མི་དགེ་བཅུ་པོ་གང་རུང་གི་གཞི་ལ་ཡང་ག་ཚོད་ཞུགས་ཀྱི་འདུག་ག་ཚོད་སྤོང་ཐུབ་ཀྱི་འདུག་སོ་སོ་སོ་སོས་བསམ་བཏང་བ་ཡིན་ན་ག་ལ་གང་འཚམ་ཅིག།

བདེ་འགྲོ་ནི། ངན་འགྲོ་དང་ངན་འགྲོ་ནི་ངན་འགྲོ་སྐྱེ་འགྲོ་ནི་ཞི་རགས་མང་པོ་འདུག་ཟེར་ཡོད་རེད། ཨ་ནི། ངན་འགྲོ་ནི་ཡང་མཐའ་ནི་བདེ་འགྲོ་སྐྱེ་ངན་དང། བདེ་འགྲོ་ནི་བདེ་འགྲོ་སྐྱེ་ངན་དེ་ཞི་རགས་དཀོན་པོ་རེད། གསུངས་ཡོད་རེད། ཞི་རགས་དཀོན་པོ་རེད་གསུངས་ཡོད་རེད། ད་དེ་གའི་དེ། ཕྱག་དཔེ་དེ་ཚོའི་ནང་ལ། གསུངས་ཡོད་ལ་ད་ང་རང་ཚོས་ཅིག་བདེ་འགྲོ་ནི་ག་འདྲ་བདེ་འགྲོ་ཐོབ་ངན་འགྲོ་བདེ་འགྲོ་སྐྱེས་དང་ངན་འགྲོ་སྐྱེས་ཟེར་ཏེ་རང་དབང་ཡོད་མ་རེད་གཙོ་བོ་རྒྱུའི་སྒོ་ནས་འགྲོ་དགོས་གི་བ་རེད་རྒྱུ་དེ་ད་བདེ་འགྲོ་ངན་འགྲོ་ཟེར་ཏེ་རྒྱུའི་མཐར་ཐུག་འགྲོ་བ་དེ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ད་གསུངས་མ་གསུངས་དེ་ལ་ཡང་ཐུག་བསྡད་གི་བ་རེད་དེ་གས་དེ་ད་སོ་སོ་སོའི་ཉིན་རེའི་ནང་ལ་ཡང་ཉམས་ལེན་འགྲོ་ག་ཚོད་ཡོང་གི་ཡོད་མེད་དེ་ད་སོ་སོ་སོས་ཤེས་ཐུབ་ཡ་གྱི་རེད་བ། དེ་དང་དེའི་འདུས་ཙམ་དག་གཙོ་བོ་འགྲོ་བ་འདི། ང་རང་ཚོས་ད་ལྟ་ཐོབ་འདོད་པའི་ལུས་རྟེན་དེ། རྩ་ཆེན་པོ་ཅིག་ཡིན་པ་ཅིག་ད་གང་ལྟར། སོ་སོའི་ངོས་འཛིན་ཐུབ་པ་ཅིག་ངེས་ཅན་མི་གཅིག་དགོས་དགོས་པ་རེད། ངོས་འཛིན་ཐུབ་པ་ཅིག། ལུས་རྟེན་ད་ལྟ་ཐོབ་འདོད་པའི་ལུས་རྟེན་དེ། ངེས་ཅན་མི་གཅིག་དཔེར་ན་ང། དམྱལ་བ་སྐྱེས་ཡོད་ན་ག་འདྲའི་ཆགས་ས་རེད། ཡི་དྭགས་སྐྱེས་ཡོད་ན་ག་འདྲའི་ཆགས་ས་རེད། ཨ་ལས་ང་ད་ལྟ་དུད་འགྲོས་སྐྱེས་བསྡད་ཡོད་ན། ཅིག་ང་ཚོ་དེ། མཐོང་དེ་ཡག་གི་འབུ་སྲིན་འགྲོགས་བྱེད་སྐྱེས་ཡོད་པ་ཆགས་བཞག་པ་ཡོད་ན། ཨ་ནི་སོ་སོ་ག་འདྲེ་གཅིག་གང་བའི་ག་འདྲེ་ཡོང་སར་དག་ན་ཤིང་གི་སོ་སོའི་གི་ནང་ལ་ཡོད་དེ་གི་བ་གཞུ་གླང་གོག་འགྲོ། འདི་མེད་ན་ཁྱི་ཞི་མི་འགྲོ། འདི་འདྲེ་གཅིག་ལ་ཡང་སྐྱེས་དེ་ན་ཨ་ནི་ག་འདྲེ་གཅིག་བའི་ཆོས་གྲུབ་ཡ་ཐོག་ལ་གནས་སྟངས་ག་འདྲེ་བྱེད་ཡོད་རེད། ཉིན་རེ་ཉིན་རེ་གི་བའི་བདེ་སྡུག་ཐོག་ལ་དཀའ་ངལ་ག་ཚོད་ཡོད་རེད་དཔེར་ན་གཅིག་དུད་འགྲོའི་རིགས་འདི་གས་དེ། ལྟ་བུ་ཟིན་རེད་བྱ་བྱེའུ་རེད་དེ་ལ་སོགས་པ་ལྟ་སེམས་ཅན་དུད་འགྲོའི་རིགས་མང་པོ་ཅིག་པའི་ཆར་བ་བཏང་པའི་སྐབས་ལ་ཡང་བས་ཅིག་ཆར་བས་ཅིག་མང་པོ་ཅིག་ཚེ་སྲོག་ཤོར་འགྲོ་ཡ་དང་དཀའ་ངལ་མང་པོ་ཅིག་ལྷུང་བསྡད་ཡ་འགྲོ། ཨཱ་ཅིག་པས་འཁྱག་གི་འདུག་བྱས་བྱས་ནས་དུག་ལོག་གོན་ས་དང། ཨཱ་ནི་ཅིག་པས

ཨ་ནི་གནས་སྟངས་ག་འདྲའི་ཆགས་ས་རེད་བྱས་ཙང་འདི་ཡི་ལུས་བཟང་ལ་ད་ད་འདི་སོ་སོའི་ཐོབ་འདོད་པའི། ད་ལུས་རྟེན་དེ་རྩ་ཆེན་པོ་ཡིན་པ་དང་གལ་ཆེན་པོ་ཡིན་པ་འདིའི་ཐོག་ནས་ད་ལུས་རྟེན་དེ་ཐོབ་ལག་མ་འགྲོ་ཡ་ཆེ་ང་ཚོ་གཅིག་མིའི་ལུས་རྟེན་རྩ་ཆེན་པོ་གཅིག་འདི་འདྲ་གཅིག་ཐོབ་འདོད་ཡ་རེད་ད་འདི་ཐོབ་འདོད་པ་དེ་ཐོབ་ལག་མ་འགྲོ་ཡ་ཆེ་ཐོག་ལ་ཡ་ཡིན་གཅིག་མིན་གཅིག་གི་ད་པའི། ང་ཚོས་གི་ད་གང་ལྟར་ལུས་རྟེན་དེ་ཡག་གཅིག་བདེ་སྦྱོར་བདེ་སྐྱིད་རྒྱུ་ཆུ་ཐོན་མིའི་ལུས་སྟེང་ཟད་དེ། པའི་རྩ་ཆེན་པོ་ཅིག་ཐོབ་འདོད་པ་དེ་ད་ཆུད་ཟོས་མ་འགྲོ་ཅིག་ད་ང་ཚོས་གར་བྱས་འདུག་འདུག་ད་གོང་བུ་ཞིག་དཔེར་ན་སྤྱོད་འཇུག་ཕྱི་མིག་ནང་བསྟི་ཡོད་རེད། འདི་འདྲའི་དལ་བ་རྙེད་རྒྱུ་ནི་བདག་གིས་དགེ་སྒོམ་མ་བྱས་ན་འདི་ལས་བསླུས་པའང་གཞན་མེད་དེ་འདི་ལས་རྨོངས་པའང་གཞན་མེད་དོ་གསུངས་ཡོད་རེད། ཅི་ལྟར་ད་ང་ཚོས་མིའི་ལུས་སྟེང་རྩ་ཆེན་པོ་འདི་འདྲ་ཅིག

འདི་འདྲའི་བདེ་བ་རྙེད་རྒྱུ་ནི་བདག་གིས་བགྱི་སྒོམ་མ་བྱས་ན། འདི་ལས་བསླུས་པའང་གཞན་མེད་དེ། འདི་ལས་རྨོངས་པའང་གཞན་མེད་དོ། ཇི་ཙམ་ད། ཅིག། སོ་སོའི་གི། དད་བརྒྱས་འཇུ་ཆུ་སོན་པའི་མིའི་ལུས་རྟེན་ཡག་པོ་ཅིག་ཐོབ། ཐོབ་པ་དེའི་སྐབས་ལ་ཡང་དགེ་བ་བསྒྲུབ་ཡག་གི་རྟེན་བཟང་པོ་ཅིག་ཐོབ། ད་དུང་དགེ་བ་མ་བྱས་པ་ཡིན་ན་དགེ་བ་མ་བསྒྲུབས་པ་ཡིན་ན། སོ་སོས་སོ་སོ་ལ་བསླུས་ཚབས་ཆེན་པོ། དེ་ལས་བསླུས་ཚབས་ཆེ་བ་ཞིག་ཡོད་མ་རེད། སོ་སོས་སོ་སོ་ལ་མགོ་སྐོར་བཏང་བ་རེད། སོ་སོས་སོ་སོ་ལ་བསླུས་པ་རེད། བདག་ནང་བཞིན་འདི་ལས་རྨོངས་པའང་གཞན་མེད་དོ། ད་རྨོངས་པ་དངོས་གནས་མི་ཤེས་པ་རྨོངས་པ་སྟེ་ཐུགས་དངོས་གནས་འདི་རེད་གསུངས་ཡ་རེད། ཅི་ཙང་འདི་ཡིན་འདོད་ཙང་ལ། ད་གང་ལྟར་ང་རང་ཚོའི་ལུས་རྟེན་ཡག་པོ་ཅིག་ཐོབ་ཡོད་རེད། ད་ལྟ་གོང་དུ་ཞུས་པ་ནང་བཞིན་དལ་བ་བརྒྱད། སྦྱོར་བ་བཅུ། འདི་འདྲས་ཀྱིས་ད་ཚང་འདི་ངའི་ལུས་རྟེན་ཡག་པོ་ཅིག་ཐོབ་བསྡད་ཡ་རེད། འདི་སོ་སོའི་གི་ལུས་རྟེན་རྩ་ཆེན་པོ་ཅིག་ཐོབ་བསྡད་པ་དེ་ངོས་འཛིན་ཐུབ་པའི་ཐོག་ནས་ད་བྱེད་དགོས་ཡ་སྟེ། འདི་ཕྱི་གཉིས་རེས་གང་ལྟར་ཚེ་འདི་ལ་ཡིན་ན་མི་ཚེ་དོན་དང་ལྡན་པ་ཡོང་ཡ། མི་ཚེ་དང་འཕྲོ་བརླག་མ་འགྲོ་ཡ། སྐྱེ་བ་ཕྱི་མ་ལ་ཡིན་ན་ཅིག། མུ་མཐུད་ནས་བདེ་འགྲོའི་རྟེན་བཟང་ཐོབ་ཐུབ་ཡ་འགྲོ། ད་འདི་འདྲའི་ཐོག་ལ་ལྟོས་ཆེ། ལྷག་པར་དུ་ང་ཚོ་ཆོས་ཕྱོགས་ནས་བཤད་པ་ཡིན་ན། ད་ཚེ་འདི་དེ་ཁོ་ལུས་རྟེན་གཅིག་ཙམ་རེད། ད་ང་ཚོ། ལོ་ཡག་ཅིག་སླེབས་དེ་ངེས་ཡིན་ན། ད་དུས་ལོ་ཡག་ཆེན་པོ་ག་རོག་སླེབས་དེ་ངེས་ཡིན་ན་ད་མི་ཚེ་ལྷག་མ། ལོ། བཅུ་བཅོ་ལྔ་ཉི་ཤུ། ཁ་ཤས་ལོ་ཁ་ཤས་དེ་འདྲ་རེད་ད་ལོ། དུན་ཅུ་གྱ་ཅུ་ནང་སླེབས་དེ་ངེས་ཡིན་ན་ད་མི་ཚེ་ལྷག་མ། ཞུགས་མང་པོ་ཁེལ་ཡོད་མ་རེད། ད་ལོ་ལྔ་བཅུ་ཡན་སླེབས་དེ་ངེས་ཅིག་ཡིན་ན་ལྔ་བཅུ་བཞི་བཅུ་ནང་སླེབས་དེ་ངེས་ན་མི་ཚེ་ཕྱེད་ཀ་འགྲོ་ཚར་བ་རེད་མི་ཚེ་ཕྱེད་ཀ་འགྲོ་ཚར་བ་རེད་ད་ལོ། ཉི་ཤུ་སུམ་ཅུའི་ནང་ཡིན་ན་མི་རྗེ་ཆ་གཅིག་འགྲོ་ཚར་བ་རེད། སྤྱི་བཏང་ནས་ད་ང་ཚོ་ནམ་ཕྱི་ལ་ངེས་པ་མེད་པ་ཡིན་དུས། གཅིག་ང་ད་ལྟ་ལོ་གཞོན་ཤེས་ཡིན་ད་ལྟ་ཐང་ཐང་ཡིན་ཟེར་ནས་བསྡད་ས་ཁེལ་ཡོད་མ་རེད། ད་ད་ཉིད་ད་ལོ་ནད་ཡམས་བྱུང་པའི་སྐབས་ལ་མི་ག་ཚོད་ག་ཚོད་འདས་གྲོངས་ཕྱིན་སོ་ད་ང་རང་ཚོའི་མཐོང་ཆོས་ལ་ཡོད་དེ་ངས་མི་ལོ་གཞོན་པོ་མི་ཐང་པོ་ཡོད་དེ་ངས་འདི་འདྲའི་མང་པོ་འདས་གྲོངས་ཕྱིན་བསྡད་ཡོད་རོ། ཅི་འདི་ཡ་རེད། འདི་རེད། བྱས་ཙང་འདི་ཡིན་འདི་ཙང་ལ་ཡ། ད། ཚེ་འདི་ཟེར་ཡ་དེ་ད་ཞེའུ་མང་པོ་ཁེ་ལྷག་ཡོད་མ་རེད་བྱས་ཙང་ང་ཚོ་ཆོས་ཕྱོགས་ཐོག་ནས་གསུངས་ཡོད་འདི་ཙང་ལ་གཙོ་བོ་འགྲོ་བ་དེ། སྐྱེ་བ་ཕྱི་མ་ལ་ཡང་ཕན་ཐོགས་ཡ་གི་ད་ང་ཚོ། པའི། དགེ་བ་ཡག་པོ་ཞིག་སྒྲུབ་ཡ་ཅིག་གསུངས་བསྡད་ཡོད་རེད་ད་བྱུང་བ་ཡིན་ན། གལ་ཆེ་ཤོས་དེ་སྐྱེ་བ་ཕྱི་མ་ཕན་ཆོད་ལ་ཡ། བསམ་བློ་བཏང་ཐུབ་བསམ་བློ་བཏང་ནས་ནི། དགེ་བ་ག་ཚོད་ཐུབ་ཐུབ་སྒྲུབ་ཡ་ཅིག། འདི་རེད། འདི་བྱས་བྱས་ནས་ཨ་ནི་མི་ཟི་འདི་ལ་ཡིན་ན་ད་སོ་སོའི་མི་ཟི་གསོན་པའི་རིང་འདི་ལ་མི་ཟི་ལྷག་མ་ཡོད་པ་དེ་མི་ཟི་དོན་དང་ལྡན་པ་ཡོང་ཡ་ཆེ་མི་ཟི་དོན་དང་ལྡན་པ་ཡོང་ཡ་ཆེ་ཚིག་དེ་ལས་ག་ཚོད་ཐུབ་ཐུབ་ཀྱིས་མི་ལ་ཡ་ཁ་དྲ་སྣ་དྲ་བསགས་ཡ་མ་དགོས་པ། སོ་སོའི་གི་ཅིག་མི་ཟི་ཅིག་སོ་སོའི་གི་ད་ལས་རིགས་ག་འདྲའི་ཅིག་ཐོག་ལ་ཡ་ཞུགས་ཀྱི་ཡོད་པ་ཡིན་ན་ག་འདྲའི་ཅིག་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན་ཕི་ཅིག་གང་ལྟར་ཕི། མི་ལ་ཡིན་ན་པའི་གྲྭ་ས་མ་དགོས་པ། སོ་སོའི་གི་ཅིག་སེམས་པའི་ཐོག་ནས་ན་དཀའ་ངལ་མེད་པ་སེམས་པ་དེ་གས་དེ་སེམས་པ་སྐྱིད་པོ་ལྷོད་ལྷོད་ཡོང་ཡག་ད་དེ་འདྲའི་ཐོག་ལ་ཡ་ཚེ་འདི་ལ་ཡིན་ན་ཅིག་པའི་མི་ཚེ་དོན་དང་ལྡན་པ་ཡོང་ཡག་ཅིག་སྐྱེ་བ་ཕྱི་མ་ལ་ཡིན་ན་པའི། ཅིག་སྐྱེ་བ་ཕྱི་མ་དེ་སྐྱེ་བ་ཡག་པོ་གླེང་ཡག་ཆེ་ད་དེ་འདྲ་ཅིག་བྱུང་པ་ཡིན་ན་ནི་མི་ལུས་བླངས་པའི་དོན་གོ་དེ་ཚང་པ་རེད་དོན་གོ་དེ་ཚང་པ་རེད། ཚེ་འདི་ལ་ཡོད་པ་སྐྱེ་བ་ཕྱི་མ་ལ་ཡོད་པ་དེ་འདྲའི་ཅིག་དོན་དག་བསྒྲུབ་ཡ་བཅུག་པ་ཡིན་ན། མི་ལུས་ཡག་པོ་བླངས་པ་དེ་དོན་དག་ཚང་བ་རེད། ད། མི་ལུས་ལེན། ཨཱནི། ཚེ་འདི་ལ་ལྟ་སོ་དེ་སོ་གས་མེད་པ་བྱེད། བཀྲ་མ་ཤིས་པ་དང། ད་ཅིག་མི་ལ་ཁ་བཀྲ་སྣ་བཀྲ་བསགས་དེ་ནི་སོ་སོལ་ཡིན་ན་བས་ཅིག་སེམས་པ་མ་སྐྱིད་པ་བྱེད། སྤྱི་ཚོགས་སྟབས་སིང་བཏང་དེ་འདྲས་ཀྱི་ཅིག་མི་ཚེ་ཅིག་སྐྱེལ། ད་ནི་སྐྱེ་བ་ཕྱི་མ་ལ་ད་ཅིག་དགེ་བ་ཡག་པོ་ཞིག་ཅིག་སྒྲུབ་ཅེས་བྱས་ནས་བསྟན་ཡ་གལ་མེད་དེ་ངས་འདི་འདྲའི་ཅིག་ཨ་མི་ཚེ་ཅིག་འགྲོ་བ་ཡིན་ན་ཞེ་དྲག་ཕངས་པོ་རེད་ཧ་ལས་པའི་ཕངས་པོ་རེད་ད་ང་ཚོའི་གི་ལུས་རྟེན་ཡག་པོ་ཐོབ་བསྡད་པ་དེ་བས་འཕྲོ་བརླག་བཏང་བ་རེད་ཞེ་དྲག་ཕངས་པོ་རེད་ཞེ་དྲག་ཕངས་པོ་རེད་འདི་ཡིན་དུས་ཙང་ད་ལྟ་ང་ཚོ་མི་ལུས་ཐོབ་བསྡད་པ་དེ་ད་གང་ལྟར་བེད་སྤྱོད་ཡག་པོ་བཏང་ཡ་ཅིག་དང་སོ་སོས་སོ་སོའི་གི་མི་ལུས་རྟེན་ཡག་པོ་ཐོབ་བསྡད་པ་དེ་ངོས་འཛིན་ཡག་པོ་བྱས་རྗེས་ད་གང་ལྟར་སོ་སོས་སོ་སོ་ལ་ཡ་མགོ་སྐོར་མ་ཚོལ་ཡ། བདག་གི་སྤྱོད་འཇུག་ནི་གསུངས་པ་ན་བཞི། འདི་ལས་བསླུས་པའང་གཞན་མེད་དེ་འདི་ལས་རྨོངས་པའང་གཞན་མེད་དོ་ཟེར་ཡ། འདི་གསུངས་གི་འདུག་བ་ཇི་ལྟར་འདིའི་འདི་ཙམ་སོ་སོའི་སོ་སོའི་སོ་ལས། པའི། བླུན་སྤྱོད་མེད་པ་ཆེ། གང་ལྟར་ད་ངས། རྗེས་མ་ཡ་གེ་མགོ་རུ་ཆགས་པས་ན། ད་འགྱོད་པ་མེད། ཚེ་འདི་ལ་ཡིན་ན། ཅིག་མི་ཟེར། ཡག་པོ་རུ་སྐྱེས་པའི་ཁུལ་ཡིན། སྐྱེ་བ་ཕྱི་མ་ཡིན་ན་ག་ཚོད་ཐུབ་ཐུབ་ཀྱིས་དགེ་བ་ཡག་པོ་བྱས་ཡོད་བསམ་བསམ་འདུག་བ་ཇི་སོ་སོའི་གདེང་སྤོབས་དང། པའི་ཅིག།

རྩ་ཆེན་པོ་ཅིག་ཡིན་པ་ཅིག་དང་གལ་ཆེན་པོ་ཅིག་ཡིན་པ་འདི་འཕྲོ་བརླག་མ་འདྲ་ཞིག་རེད། དང་པོ་དེ་སོ་སོའི་ཐོབ་འདོད་པའི་ལུས་རྟེན་དེ་རྩ་ཆེན་པོ་ཡིན་པ་ཅིག་འདི་སོ་སོས་ངོས་འཛིན་ཐུབ་དགོས་རེད། ང་ཚོ་ལྕེ་ལག་ཡིན་ན། ལྕེ་ལག་ཡོད་པ་དེ་ལྕེ་ལག་རིན་ཐང་ཅན་ཅིག་དང་ལྕེ་ལག་གནད་འགག་ཆེན་པོ་ཅིག་ཡིན་པ་ཅིག་ངོས་འཛིན་ཐུབ་པ་ཡིན་ན་འདི་མ་ལག་ཡག་འདི་འཕྲོ་བརླག་མ་འདྲ་ཡག་ཅིག་ཞུ་ཅིག་དང་ཉེ་ཅིག་རེད་བ་ཅན་དེ་ཡིན་དུས་ང་ཚོས་ཀྱི་ཐོབ་འདོད་པའི་ལུས་རྟེན་དེ་རྩ་ཆེན་པོ་ཡིན་པ་ཅིག་ངོས་འཛིན་ཡིན་ཅིག་ཐུབ་དགོས་རེད། འདིའི་ཐོག་ནས། ཚེ་འདི་ལ་ཡིན་ན།

པའི་དབང་པོ་མ་ཚང། ལྟ་བ་ལོག་པ་ཅན་འདི་འདྲའི་འདུ་བ་མི་མ་ཡིན་པར་སྐྱེས་པ་ཡིན་ན་ད་དམྱལ་བ་ཡི་དྭགས་དུད་འགྲོ་འདི་འདྲའི་འདུ་བ་སྤྱི་ཙང་སོ་སོ་འདི་འདྲའི་ཅིག་སྐྱེས་ཡོད་པ་ཡིན་ན་གར་ཆགས་ས་རེད་རོ། སོ་སོ་ཕའི་དུད་འགྲོ་དེ་ཡིན་ན་གར་ཡོང་ས་རེད་སོ་སོའི་ཕའི་ཁྱི་དེ་ཡིན་ན་གནས་དང་གར་ཆགས་གི་དུས་སོ་སོ་ཕའི་ཞི་མི་དེ་ཡིན་ན་གནས་དང་གར་ཆགས་ས་རེད་སོ་སོ་ཕའི། ཅིག་འབུ་སྲིན། འབུ་དྲོན་མ། ཡང་ན། ང་ཚོ་དུག་སྦྲང་གི་སྦྲང་བུ། ཧེ་བ། སོ་སོ་འདས་སྐྱེས་དོད་པ་ཡིན་ན་རེད། ད་ལྟ་སོ་སོ་འདི་འདྲའི་ཅིག་སྐྱེས་ཡོད་ན་ཨ་གར་ཆགས་ས་རེད་བ། ད་འདི་བསམ་བཏང་བྱས་ཨ་ང་འདི་སྐྱེས་མི་འདུག་བས་ང་ད་ལྟ་ཆོས་བྱེད་ན་བྱེད་ཡག་འདུག་བས། ཆོས་ཀྱི་དོན་དག། བས། ཆོས་ལྟས་ངན་གྱི་དགེ་རྒན་བླ་མ་གི་བཤེས་གཉེན་འདི་འདྲའི་དྲུང་ནས་ཆོས་ཞུ་ཡག་འདུག་ཆོས་དོན་དག་འགོ་ཚུགས་འདུག་མ་ཎི་བགྲང་ཡག་འདུག་ངས་གོམ་བརྒྱབ་ཐུབ་ཡག་འདུག་ངས་ཁ་འདོན་བྱེད་ཐུག་འདུག་བས་འགྲོ་རྒྱུ་སྐྱེས་ན་ང་འདི་ཡོང་ཡག་མི་འདུག་བྱས་ཙང་ངས་ག་ལ་གང་བསམ་ཐུག་འདུག་ད་ངའི་ལུས་རྟེན་འདི་ཡག་པོ་རེད་ཤག་བསམ་བསམ་ཅིག།